གངས་ལྗོངས་ཕ་སྐད་གཙང་མའི་ཚོགས་པའི་ཚོགས་གཙོ་གཡོད་པས་ད་ག་ནས་ཤེས། ད་ཚོགས་པ་དེ་ན་ཡོད་དེ་བས་ཤེས་ལྡན་མེད་ན་གང་ལ་གང་འཚམས་ཀྱིས་ཡོད་བ་རེད་ད་ག་ནས་ཤེས། འདི་ན་ཅིག་སློབ་གཉེར་ཡང་མང་པོ་བྱས་བ་རེད། ལྷན་རྒྱས་ཚང་མ་ལོག་ལ་ཡ།

སྔགས་བློ་དུ་མ་ཆིག་དྲིལ། བྱི་རུ་ཆིག་ཅེས་བཅས་རེ་བསྐུལ་གནང་གི་འདུག། ད་འདིར་མཐའ་གཅིག་ཏུ་མེན་ཞུ་ཧེ་ཀི་ཞུ་ལུས་མ་བཟོད་པར་གྱིས་ཕྱག་གིས། ཚོགས་གཙོ་མི་གྲངས་ངོས་ནས་ཨ་ལས་གཅིག། མི་གཅིག་གི་བཀའི་སྐུ་རླུང་དང། ཨན་པའི་ཐུགས་ཁུར་ཆེ་བཞེས་ཀྱི་ཐོག་ནས། མང་ཚོགས། གཞོན་སྐྱེས་མང་པོ་བཅས་ལ་ཡང་ལྟ་སྤེལ་གྱི་ཤེས་ཡོན། རྒྱལ་ཐབས་ཀྱི་ཐུགས་ཁུར་བཞེས་ཡོད་འདུག་གོ་གནས། ང་མི་གཅིག་གིས་དེ་ཨ་ལས། འཁོན་འཁོན་ཐོག་ཐོག་བྱེད་ཡོང་གི་མ་རེད་ཞེས་ལབ་ཀི་བསྡད་པས་ན་ཏག་ཏག་བསྡད་ཀི་མི་འདུག། ཁེ་ལས་བྱེད་དགོས་ཡ་དེ་གང་མི་ཚིག་གི་སྔགས་བློ་ལྡོག་གཏོང་ལ་མ་བྱེད་ཆེད་བྲིས་བྱེད་རྒྱུ་ཡོད་པ་དང། ཨ་ཅེ་གཞན་ལ་ཡང། ཁ་ཡོད་ལག་ཡོད་ཕན་ཐོགས་ཡོང་གི་ཡོད་པ་བཅས་སུ་སུའི་སེམས་ལ་ཡང། ཡོད་པའི་དོགས་གནད་ཁས་ལེན་བྱེད་ཤེས་པ་གལ་མ་རེད། བྱས་ཙང་བདག་ནི་ཞེ་སྡང་ཚོགས་གཙོས་རེ་སྐུལ་ཞུས་པ་ནས་གཞི་བྱས་སྐབས་མ་བཞག་བྱས་རྗེས། ད་མ་བྱེད་སྔགས་བློ་ལྡོག་གཏོང་ལ་མ་བྱེད་བྲིས། གང་ཤེས་ཤེས། གང་ཐུགས་དུ་མ་ཞུ་ཡག་གི་འབད་བརྩོན་ཞུ་ཡག་བྱེད་མ་འདུག་ཅིག། རྩ་བའི་སྔགས་ཀླུ་ཐབས་གཏོར་ལ་ཡག། ཆེད་སྒྲིག་བྱེད་མཁན་ང་ལས་ལྷག་བྱེད་མང་པོ་ཡོད་རེད། རེད་དེ་ལས་ཚོགས་གཙོས་ད་སྔ་མ་གཏོང་མ་རྙེད་པ་རེད། སྔ་མ་ནས་སྔ་མ་གཏོང་མ་རྙེད་པ་རེད། ཨ་ནུ་ཀོ་བྷེ། ང་ལ་ཡང་སྡུག་ཁ་གྱེན་འདུག་ང་ཡི་བོད་འགྲོ་ཟེར་ཟེར་མཁན་མེད་པ་ཆེ་ཆེ་ད་སྡུག་ཟེར་ཆེ་ཆེ་ད་ཁས་ལེན་ཞུ་ག་རེ་ཆགས་པ་རེད། སྤྱི་བཏང། ད་འདི་དེ་སྔ་བློ་སྟོབས་ཟེར་ཡག་དེ་ཚོ་ངན་སོར་ཅིག་མ་ཤེས་འཁྲིད་བྱེད་ཀྱི་བསྡད་པས་ན། བརྒྱ་ཆ་བརྒྱ་ཐམ་པས་ཏག་ཏག་ཅིག་རེད་ཨ་ཡོད་མི་ཡོད་སེམས་ཀྱི། རེད་དེ་ལས་ད་སོ་སོས་ཀྱི་སྐད་ཀྱིས། འདིའི་ཐོག་ལ་ཡང་སྦྱང་པ་གང་ལ་གང་འཚམ་གྱིས་གཏན་འབེབས་ཀྱི་བརྒྱུད་རིམ་ནས། ཡང་ཅིག་ཕྲན་བུས་ཕྲན་བུས་ཀྱིས་ཡང་དུ་བ་ཨ་ལས། མ་རྒན་པ་དེ་འདྲས་ལ་ཡང་ཐུགས་ཕན་གསོས་པ་ཅིག་དེ་འདྲས་ཡོང་མི་སྲིད་ཀྱི་མ་རེད་བ། གཞི་རྩའི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡང། གསོན་འདི་དེ་སྐད། མཐར་ཕྱིན་པ་མང་པོ་ཡོད་རེད། བ་ར་ན་སི་ནས་ཨ་ཅཱ་རི་དང་ཤཱ་སི་རི་ཐོན་བསྡད་པའི་གི་ཤེས་ལྡན་མི་སྣ་མང་པོ་ཧྲིལ་པོ་ཅོག་རེད། ཨ་ནི་ང་ནི་དེ་འདྲའི་མཁས་ཀྱི་ཅིག་མ་རེད། ད་ཤཱ་སི་ཏྲི་དང་ཨ་ཅཱ་རི་གང་ཡང་མ་མཐུན་པའི་མི་དཀྱུས་མ་ཅིག་གིས་ཡང་དེ Sanskrit སྐད་དང་འདྲ་བའི་གི་སྔགས་ལྷུག་ལྷུག་ཅིག་མ་ཞུ་དགོས་དུས་རྟོགས་ཀྱི་མ་བསྡེབས་རེ་བྱེད་ཡོད་རེད། ང་རང་ངོས་ནས་རྟོགས་ཀྱི་མ་བསྡེབས་རེ་བྱེད་འདུག་བྱེད་ནས་ལས་ཡང་དུ་སོགས་བསམ་བློ་ཅིག་བཏང་ཡོང་དུས། ང་ཚོར་བོད་ཡིག་སྔགས་ལྷུག་ཐབས་ཟེར་ཡག་དེ་ཡང་དམིགས་བསལ་གྱི་ཤེས་བྱེད་ཅིག་རེད་ཤག་བོད་པའི་རིག་གཞུང་ཡིན་ལ་རྒྱ་གར་རིག་གཞུང་ཡིན་དེ་ངའི་རིག་གཞུང། ཧེ། གཉིས་མཉམ་དུ་ཟུང་འབྲེལ་ཡོད་འདི་བས་ཀྱི་ཤེས་བྱེད་ཅིག་ཆགས་འདུག་གདུག་ཨ། སྒྲ་ཡི་ངོ་བོ་ཆེ་དུས་གོ་གནས་སྔགས་བློ་ཐབས་སྔགས་ཟེར་ཡག་དེ་སྒྲ་ཡི་རང་བཞིན་ཆ་ནས་རྒྱ་གར་རིག་གཞུང་རུ་ཆེ་བ། བོད་ཀྱི་ཡིག་ཡིག་གཟུགས་བརྙན་གྱི་ཆ་ནས་བསམ་བློ་བཏང་ཡོད་དོན་གོ་ནི་བོད་ཀྱི་རིག་གཞུང་ཆགས་བསྡད་བར་བ། བྱས་ཙང། འཕགས་བོད་ཐུན་མོང་གི་རིག་གཞུང་སོར་གྱིས་ཆགས་བསྡད་ཀྱི་དོན། དེ་མཚོན་ཙང། དེ་ལ་ཡང་དམིགས་བསལ་ཡང། ང་ཡིག་ཟེར་ཡག་དེ་སངས་སྐྲིད་ཀྱི་སྐད་ཡིན་པ་གང་ཞིག་ལ་ཡང་གཟུགས་བརྙན་དེ་བོད་ཡིག་ཐོག་ནས་མ་ཞིག་བྲིས་ཡོད་དོན་གོ་ནི། ཡང་ག་སོགས་རེད།

དེ་འདྲའི་རིགས་ལ་ཡང་ཡང་བོད་ཡིག་གི་འགྲོ་སྟངས་ཞེ་དྲག་མེད་དེ་ངས་ལྷག་པར་དུ་སྔགས་ཡིག་ཐོག་ནས་མ་བྱས། གོམ་པ་སྤོས་ཡོད་དུས་ཀུན་ནས་ཨ་ནི་ཅེས་འགྲོ་མ་ཐུབ་ངེས། སྔགས་ཐོག་ནས་སྔགས་ཀློག་མ་ཐུབ་ངེས་གང་ཡིན་ཟེར་ན་རྒྱ་གར་ཡིག་གཟུགས་དང་བོད་པའི་ཡིག་གཟུགས་གཉིས་དཔེ་ཀློག་ག་རེ་བ། བྲིས་སྟངས་ཆ་ནས་ཀློག་ག་རེ་རེད་སྔགས་ཀྱི་བྲིས་སྟངས་ཆ་ནས་ཀློག་ག་རེ་རེད། དེའི་མདུན་ནས Sanskrit སྐད་ཇི་མ་ཇི་བཞིན་ཕུལ་དུ་བྱུང་བ་ཡོད་བས་ནས

ངལ་སོར་བྱས་ན་ད་གོ་རྗེས་སངས་སྐི་རི་ལ་ཡང་བྱམས་པ་སྐད་བསྟན་ཡོང་མ་རེད་དེ་ལས་བོད་ཡིག་ང་ཡིག་ལོ་ཐོབ་ཐོག་ལ་ཡང་ཁ་ན་གང་འཚམ་ཞིག་བྱམས་པ་བསྟན་བྱམས་པ་བསྟན་ཡོང་རེད་ལ་བོད་ཡིག་བོད་ཡིག་ལོ་ཐོབ་ཐོག་ལ་ཡང་ཁ་ན་གང་འཚམ་ཞིག་བྱམས་པ་བསྟན་ཡོང་རེད་དེ་ཡིན་དུས་ནི་དེའི་ཐོག་ནས་ད་ཅིག་ལེགས་སྦྱར་སྐད། བྱིན་མ་བྱེད་ཅིང་གཟུགས་བྱིན་པ་གཅིག་ཐོན་གྱི་ཡོད་དང་མེད་དང་རེ་གཅིག་རེད། རེ་དེ་ལས་ལྔ་ཡིག་བློ་སྟོབས་ཁོ་རེ་ན་ལམ་སྟོན་གྱི་རླབས་ཆེན་བཞི་བཟུང་བྱས་མ། ལྔ་ཡིག་བློ་ཡིན་ན་དངོས་གནས Sanskrit སྐད་བྱིན་མ་བྱེད་ཅིང་ཐོན་ཡོང་གི་འདུག་ག་དེ་ཐོན་གྱི་འདུག། ང་རང་ཚོ་དེ་མི་དགེ་བྲིས་པ་ནས་ཤིག་གིས་སྒྲ་ཡི་རང་བཞིན་དེ་བྱིན་མ་བྱེད་ཅིང་ཀྱི་མ་ལོག་བྱས། བོད་ཡིག་གི་ཀློག་སྟངས་ནན་ཞིང་བཅད། བོད་སྐད་ཡིག་ཀློག་སྟངས་ནན་ཞིང་བཅད་ཀློག་བཤད་སྡུག་ག་ནས། འདི་བྷ་ར་ལི་ཡ་དང། རྒྱ་གར་ལེགས་སྦྱར་སྐད་མ་ཡིན་ངེས། བོད་སྐད་མ་ཡིན་ངེས། འཇིག་རྟེན་འཛམ་བུ་གླིང་འདི་ན་སུའི་སྐད་མ་ཡིན་ངེས་ཅིག་འདི་བྷ་ས་ལ་ང་རང་ཚོ་སྔགས་ཀློག་གི་ཡོད་ཚད་ཅེས་ཀློག་འདུག་ག་རང།

བྱས་ཙང་བོད་ཀྱི་ཡིག་གཟུགས་དེའི་ཐོག་ནས་ཀློག་ཐུབ་པ་དེ་ཇི་མ་ཇི་བཞིན་ཀློག་ཐུབ་པས་ན་འདིའི་སྒྲ་ཡི་ངོ་བོ་དེ Sanskrit རང Sanskrit རང་ཆགས་བདེ་བ་རེད། དེ་འདྲས་ཀྱི་ཐུགས་ལ་ཡང་ཉེས་པ་ན་ཡང་དགེ་བ་ཆེན་པོ་རེད་བཞག། དེ་དང་ཨ་ནི་ང་རང་ཚོ་ད་འདི་ན་ཡོད་དེ་ངས་མང་ཆེ་བོད་ཡིག་ཀློག་ཐབས་ལ་གོམས་འདྲིས་ཡག་ཐག་ཅིག་ཡོད་ངེས་ཤེས་ཀྱི་རེད། ལྷག་པར་དུ་ང་ཡིག་བཟི་བའི་ཁ་དོག་ལ་ཡ། ང་ཡིག་ཡིག་ངོ་ཆ་ཚང་ཆོས་དེ་ངེས་ཤེས་ཀྱི་རེད་དེའོ་རེད། ད་ང་བློ་དོག་དོག་ལ་ཡ་སྐུ་བརྙན་ཁྲིད་ཡ་དེ་གར་ཆགས་ཡོད་ཟེར་ན། ཨ་ཅེ། ང་ཡིག་ནང་ལ་ཡ་བརྩེགས་མའི་ཡི་གེ་མང་པོ་ཞིག་ཆད། རྩག་ཏུ་བརྒྱ་ཞེས་པའི་ཡི་གེ་མང་པོ་ཞིག་བྱས་རྗེས་ཨ་ནི་ཡར་བརྒྱ་དགོས་དང་མར་བརྒྱ་དགོས་དང། རྩག་ཏུ་སུམ་རྩག་བཞི་རྩག་ཡོད་འདོད་པས་དེ་ཁོ་རང་མཉམ་དུ་དཀྱུས་གཅིག་ཏུ་ཀློག་དགོས་ཡོད་ན་ག་འདྲས་ན་བསམ་དེ་འདྲའི་ཐོག་ནས་ད་ང་ཡི་ཀློག་སྟངས་ལ་ལམ་སྟོན་ཞིག་དྲངས་གནང་ཤར་བ། དེ་འདྲའི་ཐོག་ནས་ད་ང་རང་ཚོ་བོད་ཡིག་ཀློག་ཐབས་ལ་ཡང་བྱམས་པ་བསྟན་ཡོད་ཙང་ད་ང་ཡིག་དེ་ང་ཡིག་ཀློག་ཐབས་ཀྱི་ལམ་སྟོན་ཅིག་ལ་སློབ་སྦྱོང་གནང་ཡང་རེད་ཅེས་རེད། ལམ་སྟོན་སློབ་སྦྱོང་གནང་བ་རེད། བྱས་ཙང། ད་ལྟ་རེད། ང་རང་ཚོ་སློབ་ཚན་ཐོག་མ་སོང་ཙང་ཨ་ལས། ངའི་ལ་ཡག་དང་ངའི་ངའི་བསམ་བློའི་ནང་ལ་ཡག། ཅིག་ངའང་བློ་ཐང་ན་ཡོད་དེ་བེ་གེ། ཅིག་གིས་བེ་གེ་གང་བཟོ་བ་རེད་བྱུང་རིང་དུ་མ་བཟོས་ནང་དོན་མང་པོ་བྱས་ཡོད་རེད། དེ་ཚོ་ཞུ་མོ་ཁོ་བྱས། ཁ་ཚ་དགོས་གཏུགས་ཀྱི་ང་རང་ཚོ་ང་ཡི་བློ་ཡ་ལ་ཡང་ཕན་ཐོགས་ཡོད་ངེས་ཤིང་བོད་ཀྱི་དོན་ཚན་དུ་སུ་ཚོགས་དོགས་སྒྲུག་བྱས་རྗེས་ཨ་ནི་མ་གཅིག་སློབ་ཁྲིད་ཞུས་ཟེར་ནས་མི་འདུག་འདུག་ཟེར་མ་གཅིག་ཞུ་ཡ་རྩིས་བསྐྱལ་གྱི་ཡོད། གང་ཡིན་ཟེར་ང་རང་ཚོ་དགོས་ཡ་དེ་ང་ཀློག་བཞིན་ཡ་དེ་རེད་བ། སྔགས་ཀློག་ཤིང་སྟབས་ལ་ཡ་ནས་བརྩིས། ད་གར་གར་སྒུག་དགོས་མེད་འདི་ཆ་རྐྱེན་དེ་སྔས་ལས་མ་ཞུས། རིམ་པས་དུས་ཚོད་རིང་བྱུང་སོང་ན་ཨང་རང་ཚོ་སྔགས་ཀློག་མདོག་མདོག་ནང་ནས་མ་གཅིག་གིས་གསལ་བའི་གི་ནང་དོན་རིམ་པས་རིམ་པས་ཞུ་ཆོག་གོ་རོགས་ཨ། ཡ་ཡ་ད་དེ་ནས་གཏོང་ཨ། ཨ་ལས་ང་རང་ཚོ། ང་རང་ཚོ་བོད་པའི་སྤྱི་ཚོགས་ནང་ནས་ཡ་སྔགས་ཀློག་ཡོང་དུས་གོ་ནས། སྐུ་བརྙན་གཅིག་ཏན་ཏན་འཁྲིད་དགོས་བ་རེད། སྐུ་བརྙན་འཕྲེད་ཡར་གྱི་གཞིས་རྩེ་གཅིག། ཡི་གེའི་སྒྲ་གདངས་འདི་ཨ་ནི་གང་བཟོ་བ་རེད། གསང་པོ་ཅིག་མེད་པའི་གི་རྒྱུ་མཚན་གྱིས་གཅིག་བྱེད་དགོས་བ་རེད། ཡི་གེ་སྒྲ་གདངས། བྱས་ཙང་ད་ལྟ་ང་ཚོ་ཐོག་མར་འདི་ཡི་གེ་སྒྲ་གདངས་ལ་ཡ་ལེ་ཅིག་གང་བཟོ་བ་རུ་སློབ་སྦྱོང་གནང་དགོས་ཡ་དེ་གལ་ཆེན་པོ་ཅིག་རེད་བཞག། རྩ་བའི་བོད་ཀྱི་ཡི་གེ་དང་རྒྱ་གར་ཡི་གེ་གཉིས་སྒྲ་གདངས་གང་ན་གང་འཚམ་བཅས་ཕྱོགས་མཚུངས་པར་དེ་ནི་མང་པོ་ཡོད་རེད་དེ་ལས་ད་མ་མཚུངས་པ་དེ་འདྲའི་ཡོད་འགོར་བ། ཡོད་འགོར་བ། བྱས་ཙང་ཨ་ལས་ང་ཚོ་དེ་ཐོག་མར་རྒྱ་གར་ལེགས་སྦྱར་ཡི་གེ་ལ་ཡང་རྣམ་གྲངས་འདི་མ་སོགས་ག་ཚོད་ཡོད་མེད་འདི་ངོ་ཞིག་སྤྲད་དེ་ཡང་ལས་སླ་བོ་རེད།

ན་ལས་ཡ་དབྱངས་བཅུ་བཞི་ཟེར་གྱི་མ་འདུག་ཅེས་བཅུ་དྲུག་ཟེར་ཤེས་ཀྱི་མ་རེད། རེད་དེ་ལས་གསང་སྔགས་ཀྱི་བི་གའི་གཞུང་ན་ལས་ཡ་རྒོལ་བའི་དབང་གིས་ཡ་དབྱངས་བཅུ་དྲུག་ཟེར་བྱས་ཀྱི་ཨང་ཨ་ཧ་ཟེར་ཡ་དེ་ཚོ་དབྱངས་ལས་ཡ་ངོས་འཛིན་གནང་གི་རེད། ད་འདིའི་ཆ་ནས་ཨ་ལས་དབྱངས་བཅུ་དྲུག་ཟེར་གྱི་མ་ཅེས་བྲིས་ཡོད་དང་ལས་གཞི་སྨྲ་སྒོ་བཙུན་ཆེན་གཞུང་ན་ལས་དབྱངས་བཅུ་དྲུག་ཟེར་གྱི་མ་ཅེས་གསུངས་གནང་གི་རེད་བ།

ཨ་ཨ་ཆུང་ཡོད་འདོད་པ་དེ་རྟོགས་སུ་རིང་ཆ་ཡོད་པ་རིང་ཆ་ཡོད་པའི་ཨ་ཅེས་འདོད་ན། ཨ་ཨ་ཆུང་མེད་པ་དེ་ཨ་ཨ་ཀྱང་རེད་ཨ་ཨ་ཨཱ་ཅེས་འདོགས་སུ་འདོད་ན་ཨ་རེད་ད། ད་ག་ནང་བཞིན། ཨ་ལ་ཡ་ཁི་གུ་ཇག་ཞེས་པ་དང་ཨི་རེད་བ། ད་ཨི་ལ་ཡ་ཨ་ཨ་ཆུང་ཡོད་འདོད་པ་དེ་ཡང་རིང་ཆ་བཏང་ཡ་རེད་ཨི་ཨི་ཨི་ཨི་ཨི་ཅེས་འདོགས་སུ་སོང་ན་ཨ་རེད་ད། དེ་ནས་དབུ་ལ་ཡང་ཨ་ཆུང་ཡོད་པ་དང་མེད་པ་གཉིས་ཡོད་པའི་ནང་ནས་དབུགས་ཨ་ཆུང་མེད་པ་དེ་ཨུའུ། ཨ་ཆུང་ཡོད་མཁན་དེ་རིང་ཆ་དང་བཅས་ཨུའུའུའུའུའུའུ་ཅེས་རོ། ད་དེ་གསུམ་དེ་ཀློག་བདེ་བོ་ཞིག་རེད། ང་རང་ཚོ་བོད་ཀྱི་ཡིག་རིགས་ཡོད་རེད། ད་ཨ་ཆུང། ཁྲི་ཤགས་ཀྱི་ལུགས་སྲོལ་དེ་ཡོང་མ་རུ་མེད་དོ། ཨ། ཨི། ཨུ་ཟེར་ཡག་དེ་ང་རང་ཚོ། ཨ་ནི། དབྱངས་ནི་ཡག། ཨི། ཨུ་ཟེར་ཡག་ཅིག་དང་སེར་བྱེས་ཀྱི་དང་མ་ཨ་ཅེས་སྒྲ་གདངས་ཅི་ཡོད་རོགས་པ། ད་ཨ་ཆུང་ཡོད་བསྡད་པ་དེ་ཐུགས་ནས་ཉེས་པ་གནང་བྱས་ཡི་གེ་ག་ལ་ལ་ཡག། བ་དེ་ཨ་ཆུང་གིས་བྲིས་འདུག་ན་དེ་ཡི་གེ་ཏོག་སོ་མ་རིང་ཆེ་རིང་ཆེ་རེ་ཅིག་མ་འདོན་ན་མགོ་སྐོར་བ་རེད། འདི་འདོན་ཡག་ཆེད་དུ་ཨ་ཆུང་གིས་མ་བྲིས་ན་མགོ་བ་རེད། ཨ་རིང་ཐུང་གཉིས། ཨི་རིང་ཐུང་གཉིས། ཨུ་རིང་ཐུང་གཉིས་བཤད་ཅེས་སྐད་ཅིག་བཤད་དགོས་པ་དེ་རེད། ད་དེ་ནས། ར་ལི་ཡ། ཁི་ཁུ། ཆིན་གྱི་ལོག་ཏུ་ཁྲིད་བྱས་ཕྱི་ཐང་ལོག་ཅེས་བྲིས་འདུག་ཨང། ར་ལི་ཁི་ཁུ་ཆི་ཐང་ལོག་ཅེས་ཁྲིད་བྱས་པའི་གཅིག་དང། ར་ལི་ཁི་ཁུ་ཆི་ཐང་ལོག་ཅེས་པ་ཧ་ཅུང་ཡོད་སྐྱོ་བའི་གཉིས་བྱས་འདུག་ཨང། ད་དེ་གཉིས་ག་འདྲས་སུ་ལོག་གོ་རེ་ཞེས་ཞུས་པས་ན། ཐོབ་དང་བསམ་བློ་བཏང་དུས་རིགས་རིས་སུ་ལོག་གི་རེད། བོད་པས། ང་རང་ཚོ། ང་རང་ཚོ་སློབ་དུས་རིགས་རིས་སུ་ལོག་གི་རེད། ཁ་འདི་ཁ་ཡོད་མ་རེད། ར་བྲིས་བཞག་པ་རེད། གི་གུ་ཅི་ཡོད་པ་གང་ཞིག་ལས་འདི་ག་འདྲིས་སུ་ཀློག་དགོས་མེད། སྐད་ཆ་གལ་མེད་པ་ཆ་དབྱངས་ཡིན་པ་ཆ་ཧ་གོ་ཆེ་ཆེ་འཇུག་ལོག་བྲིས་བཞག་པ་ཧ་གོ་གི་གུ་ཡིན་པ་ཧ་གོ། རིགས་རིས་སུ་ལོག་བཞག་པ། དེ་མ་རེད།

ར་གི་འོ་རིས་ཡ་ཆང་རོ། ཇི་ལྟར་འདི། སྒྲ་དང་སྒྲ་ཡི་ངོ་བོ་ཁོ་ན་རི། རི། ཡ་གི། སྒྲ་དང་དེ་ལས་ཡ་བོད་ཀྱི་ཡིག་གཟུགས་ནང་བྲིས་ཡོད་འདུག་ན། ར་ལས་གི་མགོ་ཕྱི་མཇུག་ལོགས་སུ་བྲིས་བྱས་རྗེས་རི་ཡིན་དཱ་ཞེས་གསུངས་རོགས། རི། རི། ཞེས་བྱས་ཨ་ནི་ཨ་ཆུང་ཡོད་འདོད་པ་དེ་རིན་ཆ་དང་པོར་རི་རིས་ལ་བ་མ་གཏོགས་རི་རིས་མ་རེད་ད་རི་རིས་ལ་ཡ་ར་ཁི་གུ་རི་ར་ཁི་གུ་རི་ཡ་ཅུང་ཟད་བྲི་ཡ་ཡོད་རེད་བ་རི་རིས་ལ་བས་ན་ར་ལ་ཁི་གུ་ཚུ་ཚུལ་མཐུན་བཅས་བྲིས་བཅས་ཨ་ནུ་རི་རིས་ལ་བ་ཡ་ཡོད་རེད་དེ་མ་བྲིས་བཅས་བཅས་ཁི་གུ་ཕྱིན་ཅི་ལོག་བྲིས་བཅས་དེ་རི་རིས་བཅས་བཅས་སྒྲ་གདངས་འདི་ཆེད་དུ་ཁི་གུ་ཕྱིན་ཅི་ལོག་ཁི་གུ་ཕྱིན་ཅི་ལོག་བཅས་བྲིས་བཞག་དེ་འདུག་ས་རེད།

དང་ལི་ལི་མན་པའི་ཆེད་ལི་སི་ལ་གུ་གུ་ཡོད་སང་འདིའི་སྒྲ་སྒྲ་ཡི་མཚོན་དོན་དེ་ལ་ཡང་ཁྱི་གུ་ཆེ་འཇུག་ལོ་བྲིས་བྱས་ལི་ལི་སི་བྱས་བྱས་འདུག་གསུང་གོ་གོ་ར་ད། དེ་ནས་དང་འདི་ཨ་སྤྲང་པོ་ཨེ་བྱས་ལོ་ཨ

ཨེ་ཡིས་གློ་བུར་བ། འོ་འདིའི་སྒྲ་དང། དོན་ཡང་ལ། ཀྱི་འོ། འགྲེང་བུ་ཉིས་བརྩེགས་དྲིལ་འགྲེང་བུ་སྐད་བཞི་ཅན་གྱི་དྲིལ་བྱ་བར་དབང། ཨེ། ཨེ་ཡི། ཨེ། ཨེ་ཡི། ད་ལྟ་ནས་ཤེས་བྱས་རྗེས་ན་རོ། གཅིག་ཀྱང་ཨ་ན་རོ་ཨོ་དེ་ང་ཚོའི། ལོག་སྨྲ་རྐྱེན་པ་སྐྱེ་ཡོང་བ་རེད། ན་ན་རོ་ཉིས་བརྩེགས་ཡོད་དེ་བས་དེ་ཡང། ཨོ་ཙམ་མ་ཡིན་པར། ན་རོ་གཉིས་ཡོད་ཟེར་དོན་ཨོའོ་སྒྲ་གདངས་ལས་གཞན་གྱི་ཨོ། ཨའུ། ཨོ། ཨོའོ། ཅེས་དེ་གའི་ཨ་ན་རོ་ཨོ་ལས་ཡག་ཨ་ན་རོ་བོད་ཡིག་རིག་བྱེད་ཡིན་པས་ན་ཨ་ན་རོ་ཨོ། ཨ་ཞིང་ཆུ་འུབས་ཅེས་བྲིས་ཆེ་བའི་ཡིག་གཟུགས་དེ་ང་ཚོས་ཨོ་འུབས་སུ་ཀློག་རོགས་བ། ཨ་ན་རོ་ཨོ། ཨ་ཞིང་ཆུ་འུབས་ཅེས་ཡོད་པས་ན་ཨོ་འུབས་སུ་ཀློག་རོགས་བ། ད་ག་ནང་བཞིན་དེའི་སྒྲ་གདངས་དེ་ད་ལྟ་དེ་ན་རོ་གཉིས་ཚང་ཡོད་འདོད་པའི་ཡི་གེ་ག་རེ་ཡོད་པ་ནས་འདི་དང་འདི་ཀློག་ཧོར་ལྟ་ཨོ། ཨོའོ། འོ་འདོགས་སེ་རེད་ད་འདི། སྒྲ་རིག་པའི་གཞུང་ལུགས་ནས་བཤད་བྱ་བའི་དགེ་དབྱངས་བཅུ་བཞི་སྟེ་འདི་རེད། ད་ལྟ་ནས་གཞི་བྱས་བྱས། ཨ་ལི་ཡ། ཨ་ཡི་གང་ལི་ཡ་ཕི་གའི་ཐིག་ལི་གོ་གོ་ཅན་ཞིག་འདུག་ཨང། ད་དེ་ལི་ཡ་མིང་རྗེས་སུ་ང་རོ་ཟེར་རེད། རྗེས་སུ་ང་རོའི་སྒྲ་ཟེར་ཡང། རྗེས་སུ་ང་རོ་ཟེར་ཡ་དེ་རེད། ཨོ། གོ་གོ་ཅན་དེ། གོ་ཅི། ཁོ་རང་གིས་བསྟན་བཞིན། རྗེས་སུ་ང་རེར་བསྟན་བཞིན་ཟེར་ནས་མེད་རེད་འདུག་བསྟན་བཞིན་ཟེར་ནས་མེད་འདུག་རྗེས་སུ་ང་རུ་གོ་གོ་ཐིག་ལེ་འདི་འཇགས་སའི་གསལ་བྱེད་ཡི་གེ་སུམ་ཅུ་ཚང་མ་ལོག་ལ་ཡག་འཇགས་སྲོལ་ཡོད་རེད། སྐབས་ཐོག་སྐབས་ཐོག་སོ་སོའི་བརྗོད་ཀྱི་དོན་དང་འབྲེལ་བའི་ཐོག་ནས་ཁོ་རྗེས་སུ་ང་རེར་བསྒྲགས་ཏེ་བསྟན་བཞིན་གསལ་བྱེད་ཡི་གེ་ཡི་གེ་ཡི་གེ་ཐམས་ཅད་ཡིན་གསུང་གོ་རོགས། ད་ད་ལྟ་དེ་བསྟན་བཞིན་དེ་ཨ་ཡིག

ཡིན་དུས་འོ་ན་རྣམ་འབྱེད་ཀྱི་སྒྲ་ཡིག་སྒྲ་ཡི་ངོ་བོ་ག་འདྲས་འཆར་ཟེར་ན། སྒྲ་དྲག་པོར་བྱེད་མ། དུམ་བཅད་བྱེད་མ་གློག་གུ་རེ་ཟུང་ཡང་རེད། ད་ལྟ་དེ་དག་ག་འདྲས་སུ་ཀློག། ཨ་ཧ། ཨ་ཧ། ཨང། ཨ་ཧ། ཨང། ཨ་ཧ། ཞེས་བྱེད།

ཨེས། ནཱ་རོ་སྐད་བཞི་ཅན་དེ་ལ་ཨོའུས་བྱས། གློ་བ་རེ་ད་ཨོ་དེ་ཐུགས་ལ་ངེས་པ་ན་རེ་ཨ་དེ་མ་འདོད་གཞན་དག་ང་ཚོ་མ་རྒས་ཁས་མི་འདུག་ཨ་དེ་ཨ་ལི་ཡ་ཨིན། ཨ་ཡི་གང་ལ་ཡོད་དེ་བས་དེ་ལི་དེ་ལ་རྗེས་སུ་ང་རོའི་སྒྲ་ཟེར་རེད། ཨ་ཡི་རྗེས་ལི་ཡ་ཡོད་དེ་བས་ཀྱི་དེ་ལི་ཉིས་བརྩེགས་བྱས་དེ་ལ་རྣམ་གཅིག་རྣམ་གཅིག་སྒྲ་ཟེར་རེད། ད་ཡི་གེའི་ཁོངས་སུ་འགྲོ་གི་རེད། ཡ་ཡ། ད་དེ་ད་ལྟ་རྣམ་འབྱེད་དང་རྗེས་སུ་ང་རང་ཉིད་ཡི་གེའི་ཁོངས་སུ་གཏོགས་པ་རེད་ཡི་གེ་ཡིན་སྲིད་གི་རེད་ང་རང་ཚོ་རེད་ཤེས་རེད་དེ་བོད་ཡིག་རེད་ཆ་ཤས་པས་ན་ད་དེ་ཚོ་ཅི་ཡི་གེ་ཡིན་ཟེར་དགོས་ཀྱི་རེད་ཟེར་དགོས་ཀྱི་མ་རེད། ཡི་གེ་ཟེར་ཡ་དེ་ལ་ཡ། ཇི་ཙམ་ཁོ་རང་སྒྲ་ཡི་ངོ་བོ་ཅིག་ཡོད་ཡོད་པའི་ཆ་ནས་ད་ཡི་གེ་ཡིན་སྲིད་གི་རེད་པ། དཔེར་ན་ཆ་ཤས་པས་ན། རྒྱ་གར་ལེགས་སྦྱར་གྱི

ཕོ་ཡི་ཡི་གེ་སྲིད་དུ་བསྒོམས་ནས་གསལ་བྱེད་ཡི་གེ་སུམ་ཅུ་ཐམ་པའི་ནང་ནས། གསལ་བྱེད་ཡི་གེ་སུམ་ཅུ་ཐམ་པའི་ནང་ནས། ཨ་ནི། བཟླས་པ་སོ་སོའི་གི་ཐ་མའི་ཡི་གེ་ཡིས་ང། ཉ། ན། མ། སི། ཅི། ཏོ། ག། བཀའ་དེར་ང། ལྕགས་དེ་ལ་གཉའ། རྟ་དེ་ལ་རྣ། སྐྲ་དེ་ལ་སྣ། ཨ་ནི་གང་སོགས་རེད། པ་དེ་ལ་མ་ཞིག་འདུག་ཨང། སྡེ་པ་སོ་སོ་གི་མཐའ་མའི་ཡི་གེ་ལྔ་ཅིག་འདུག་ཨང། དེ་ལ་ཡང། གནའ་དེང་གི་ཡི་གེའང་ཟེར་གྱི་རེད། བྱས་ཙང་སྡེ་པ་སོ་སོའི་མཐའ་མའི་ཡི་གེ་འདི་གསལ་བྱེད་ཡི་གེ་སུམ་ཅུ་ཐམ་པའི་ནང་ནས། སྡེ་པ་སོ་སོའི་མཐའ་མའི་ཡི་གེ་ལྔ་བོ་དེ་ཕོ་མ་རེད། དེ་མ་ཐུག་གཞན་གང་ག་ཕོ་ཡིན་གསུང་བ་རོ། སྲས་བཅས་ཡི་གེ་སུམ་ཅུ་ཐམ་པས་སུམ་ཅུ་ཐམ་པས་ནི་བཟླས་པ་ལྔ་ཡི་ང་སྙ་ན་མ། ང་སྙ་ན་ན་མ་བགྱིས། འདི་ལྔ་སྟེ་མ་ནིང་བྱས། གཞན་སྲས་བཅས་ཡི་གེ་གཞན་དག་གང་གཱ་ཕོ་ཡིན་གསུང་ངོར་བ། དབྱངས་ལས། དབྱངས་དོ་ན་མ་ཞུས་པས་ནི་དབྱངས་བཅུ་དྲུག་ཡོད་པས་ན་ནི་ད་དང་ད་རི་རི་དང་ལི་ལི་སི་ཡ་ཡི་གེ་བཞི་སྟེ། ཨ་ནི། མ་ནིང་ནས་བཞག། དེ་མ་ཐོས་གཞན་གང་ལ་དབྱངས་མོ་ཡིག་རེ་བ། ང་ལ་ཐོས་ཅི་ན་དབྱངས་མོ་གསལ་ཞེས་ཕོག་ཚེ་དབྱངས་མོ་ཡིག་ཅེས་བཞག་གོ་ཡ་སྟེ། དབྱངས་བཅུ་དྲུག་ནང་ནས། རི་རི་དང་ལི་ལི་མ་ཐོས་གཞན་ཚང་མ་མོ་ཡིག་ཅེས། གསལ་བྱེད་ཕོ་ཡིག་ཅེས་ལབ་དེ་ཡ་སྟེ། སྲས་བཅས་སུམ་ཅུ་སོ་གསུམ་སོ་བཞི་ཡོད་པའི་ནང་ནས་གོ། ང། ཉ། ན། ནག། མ། ལྔ་པོ་དེ། མ་ནིང་ནས་བཞག། དེའི་ཁྲོད་གཙང་མ་དང་སྲས་བཅས་ཕོ་ཡིག་ཡིན་གསུངས་བར། ད་གང་ལྟར་ཁྱོད་སྟོང་པའི། མ་ནིང་ཡི་གེ། མ་ནིང་ཡི་གེ་དགུ་སུ་ཕྱེ་བར། ཕོ་མོ་མ་ནིང་གསུམ་སུ་ཕྱེ་དབྱེ་བ་བྱེད། ད་གང་ནས་བཞིན་བྱེད་བྱེད། རྒྱ་གར་ལས་བྱང་ཡི་གེ་ལ་དབྱངས་དང་གསལ་བྱེད། ཡི་གེ་ལ་དབྱངས་དང་གསལ་བྱེད་གཉིས་བྱས། དེ་མ་ཡིན་པའི་ཡི་གེའི་ཟེར་དེ་གཉིས་གང་ལ་མ་ཡིན་པའི་ཡི་གེའི་བྱས་བྱེད་ཅིག་ཤེས་ཀྱི་རེད། དེ་གཉིས་གང་ཡང་མ་ཡིན་པའི་ཡི་གེའི་ཡ་དེ་ད་ད་ད་དེ་རེད་རྗེས་སུ་ངར་བའི་ཡི་གེ་དང། རྣམ་འབྱེད་ཡི་གེ་དང། ཨ་ནི། གང་སོགས་རེད། གང་སོགས་རེད། བྱས་བྱེད་ཅིག་གི་ཡི་གེ་དང།

མིག་གི་རྣམ་འབྱེད་གོ་ཐིག་གཉིས་ཡོད་དེ་བས་དེ་ཡི་གེ་ལ་ངོས་འཛིན་བྱེད་དབྱངས་མ་རེད་གསལ་བྱེད་མ་རེད་གསལ་བྱེད་དབྱངས་དང་གསལ་བྱེད་གང་ཡང་མ་ཡིན་པའི་ཡི་གེ་ལ་ཨ་ནི་རྗེས་སུ་ང་རོའི་ཡི་གེ་དང་རྣམ་འབྱེད་དང་སྐྱེད་ཚིག་ཅན་དང་ཆུ་ཚིག་ཅན་གྱི་ཡི་གེའི་ཤེས་བྱའི་གདུགས་སུ་གསུངས་སྟོན་གྱི་རེད། འོན་ཡང་འདི་གདུགས་བྱའི་གྲོགས་ལ་ངེས་པར་སྣང་བྱེད་དབྱངས་ཡིན་སྐོར་བེ་ཅིན་དང་གདུགས་བྱས་ཞུས་ཟིན་པ་ཡིན། ཞུས་ཟིན་པ་ཡིན། ཡ་ཡ། ད་དེ་ནས་གསལ་བྱེད་སྐོར་ལ་ཡང། གསལ་བྱེད་ཡི་གེ་གསུམ་གྱི་སོ་བཞི་དང་གསུམ་སོ་གསུམ། ཅི་རིགས་འདོད་ངེས་ཡོད་རེད་བ། ད་གསུམ་སོ་བཞི། འདོད་པས་ན་ཨ་ནུའི་བ་དེ་ལས། ཀཀའི་བ་དེ་ཤ་ལོ་ཁྱ་ཀྲི་ཞེས་པའི་ཡི་གེ་བརྩིས་པའི་གིས་མཐར་སའི་ཡི་གེ་ཟིག་རིག། ཐ་མ་ཐ་མ་སེ་བཅད་ཡི་གེ་སུམ་ཅུ་དང་བའི་ཐ་མ་ཐ་མ་སེ་དང་ནས་འདས་པའི་གིས་ཡི་གེ་ཚོན་ཚང། མཐར་སའི་ཡི་གེ་ཡི་སི་བཅད་བཅད། ཀ་ཤ་ལོ། སེ་ཨ་ཅེས་ཡོད་འདོད་པ་དེ། སེ་བཅད་ནས་བརྩིས་པས་ན་སུམ་སོ་བཞིའི་སི་བྱ་དགོས་རུང་བ།

བཀའ་གཉན་ལས་ཡོད་པའི་གཏེར་འཛིན་ཡི་གེ་སོང་ཙང་བཀའ་གཏེར་ཆེ། གཉིས་པ་སྟེ། བཅའ་གཉན་ལས་ཡོད་འདོད་པའི་བཟླས་པ་སོང་ཙང་བཅའ་གཏེར་ཆེ། གསུམ་པ་སྟེ་རྟ་གཉན་ལས་ཡོད་འདོད་པའི་ཡི་གེ་སོང་ཡི་གེ་འདེབས་ཡི་གེ་སོང་ཙང་རྟ་གཏེར་ཆེ། བཞི་བ་སྟེ། སྤྲ་གཉན་ལས་ཡོད་འདོད་པའི་གཏེར་འཛིན་ཡི་གེ་སོང་ཙང་སྤྲ་གཏེར་ཆེ། ལྔ་བ་སྟེ་དཔའ་གཉན་ལས་ཡོད་འདོད་པའི་གཏེར་འཛིན་ཡི་གེ་སོང་ཙང་དཔའ་གཏེར་ཆེ། བཅས་བཀའ་གཏེར་བཅའ་གཏེར་རྟ་གཏེར་པྲ་སྟེ་པ་སྟེ་སྐྱེད་བྱེད་སྡེ་ལྔ་སྐྱེད་བྱེད་སྡེ་པ་སྡེ་པ་ལྔ་ཡོད་པ་དེ་ཐོག་ནས་ངེས་པ་ན་དེ། ད་སྡེ་པ་ལྔ་པོ་དེའི་བྱུང་རིམ་དུ་མ་སོགས་ངས་རིམ་པས་ཞུས་ཆོག་ད་ཨ་ལས་ཡི་གེ་སོ་སོ་མ་ཕྱིར་སློག་ན། འདི་ལྡེ་མཁན་ཡི་གེ་འདི་སྐྱེད་འདི་བ་ལ་ཡོད་འདོད་པའི་ཡི་གེ་ཡ་ར་ལ་བ་ཤ་ཀྱ་སྐྱེད་ཡི་གེ་གལ་ཆེ་བ་རེད།

མཐར་ནི་ཡི་གེ་བརྒྱད། ཨན་པའི་མཐར་སའི་ཡི་གེ་གཅིག་བྱས་ཏེ། ཤ། ཀ་ཤ་ལོ། ཀ་ཤ་ལོ། སི་ཡ་ཅེས་ཡི་གེ་བཅུ་བར་བ་ཨོ་ཐུགས་སུ་བྱས། ཡ་ཡ། མཐར་ནི་ཡི་གེ་སྒྲ་གདངས། མ་ཅེས་ཞུས་པས་ན། རྩ་བའི་རྒྱ་གར་ཡི་གེ། རྒྱ་གར་ཁོ་རང་ཚོ་ལ་མ་ཡིག་ཀློག་པའི་ཁ་ཐུག་ལ་ཡང། གསལ་བྱེད་ཡིག་གི་དོན་ཚུལ་སྒྲ་གདངས་དེ་ང་རང་ཚོ་བོད་ཀྱི་གསལ་བྱེད་ཀྱི་སྒྲ་གདངས་ནང་བཞིན་བྱས་པས། གསང་པོར་ཅི་དང་ཅི། གསལ་པོར་ཅི་ཁྱོན་ནས་མེད་དེ་ངེད་ཅིག་ལོག་ཡ་ཅིག་ཡོད་རེད། ང་རང་ཚོ་བོད་པས་གསལ་བྱེད་ཡིག་གི་མ་ཅིག་ངག་ནས་བརྗོད་དུས། གསང་པོ་ཞུ་བ་ཅི་དང་ཅི། གསལ་པོ་ཞུ་བ་ཅིག་མ་འདོན་ན་ཤོར་བ། ཀ། ཁ། ག་ང་བཅས་ཀྱི་གསང་སྒོར་ཞུ་བ་དོན་སྣང་ཆེ་བ་རེད། དེ་ཡང་རྒྱ་གར་གྱི་ཁོ་རང་ཚོའི་ཡི་གེ་ཀློག་དུས་དེ་འདྲའི་དོན་སྣང་གི་མི་འདུག་ཁོ་རང་ཚོ་གོམས་གཤིས་ཟེར་ནས་མི་འདུག་ད་ཀློག་སྟངས་རེ་ཞིག་ལ་མཁས་ནང་ལ་ཡ་ཅིག། རླུང་འཁོར་བདེ་བའི་ཟོར་གྱིས་མ་ཀློག་ཀི།

ཡི་གེ་སོགས་ཤོག་དབྱངས་སོགས་ཤོག་ཡོད་མེད་ཀྱི་རྣམ་གཞག་ཅེས་གསུངས་མི་དགོས་པར་བང་སོགས་དུ་མ་ཞུ་བའི་དབང་གིས་གཅིག། དོན་དག་རེ་གཅིག་ཡིན་མིན་ནོ་ད་ལྟའི་གསལ་བོ་གལ་ཞུ་ཡ་མེད་དང། དབྱངས་སོགས་ཤོག་དབྱངས་སོགས་དུ་ཞུ་བའི་དཀའ་སྡུག་ལ་གཞི་ནས་ངག་ནི་བརྗོད་ཐུབ་པོ་རེད་ཟེར་ཡ་གཅིག་དང། ཡི་གེ་ལ་ཡ་དབྱངས་མ་ཞུ་བ་དབྱངས་སོགས་དུ་མ་ཞུ་བ་ཡི་གེ་སྒྲ་དང་ངག་ནི་བརྗོད་ཐུབ་པོ་མེད་བརྗོད་ཐུབ་པོ་མ་རེད་ཟེར་བྱས་ནས་སྒྲ་གཞུང་ལ་སྲུང་འཁོར་བ་ད་དེ་འདྲའི་རེ་བྱ་ལས་སོགས་མེད་པའི་ཁུལ་རེ་བྱེད་ཅེས་འདོན་གྱི་ཡོད་ན་གང་ཞིག་ད་དེ་ཀོ་རྒྱ་གར་ཀོ་རང་ཟེར་བའི་ལོག་ལྟ་ལ་ཀ་ཁ་གྷ་ཟེར་ཅེས་འདུག་སུ་ལོག་ཐོག་ཨོ་ད་དེ་ང་རང་ཚོ་བོད་པའི་བློ་དུས་ཀ་ཁ་གྷ་བྱས་ཏེ་བསམ་བོ་ཞུ་རྒྱུ་ཨ་ཧཧཧ། གར་ཅིར་བྱུང་ཡོད་མེད་ད་ཡང་ཅི། མཁྱེན་ལྡན་མི་སྣ་རྣམ་པ་ལ་ཡང་བཀའ་འདྲི་བསྐོ་རྒྱུ་རེད། བཀའ་འདྲི་བསྐོ་ཡ་རེད། བཀའ་འདྲི་བསྐོ་བས་ན་གཅིག་བྱས་ན་འདི་རྒྱུ་མཚན་གྱི་མདོ་ཁ་བོ་རེད། ང་རང་ཚོ་བོད་པས། ཁོ། དབྱངས་སོགས་བཞུགས་མ་བཞུགས་ཀྱི་རྣམ་གཞག་དེ་ཤེས་ཀྱི་མ་རེད་བ།

གསལ་བྱེད་ཀྱི་བཟླས་པ་སོ་སོའི་ཡི་གེ་ཀློག་པའི་དཀའ་སྡུག་ལའང་ད་སྔ་རང་ཚོ་སྐུ་བརྙན་མ་སྤྲད། སྐུ་བརྙན་མ་སྤྲད་ཡ་དེ་ཀ་ཁ་ག་ང་ཟེར་ཡ་དེ་ད་འདི་ན་ཐུགས་སྣང་ཐུགས་སྣང་གནང་དགོས་ཡ་ལ་ག་རེ་གནང་དགོས་རེད་ཟེར་ན། ཀ་ཁ་དེ་སྔ་རང་ཚོ་བོད་པས་ཀློག་པ་ནས་བཞིན་གྱི་འགྲིག་གི་བ་རེད། ད་ཡི་གེ་གསུམ་པ་དེ་དང་བཞི་བ་དེ་ཀློག་དུས་རྟོགས་སོ་ཐུགས་སྣང་གནང་དགོས་རེད།

བོད་ཡིག་བོད་པས་བོད་ཡིག་ཀློག་དང་ན་ཞིག་ག་ས་ཀློག་པས་ནི་འགྲིག་གི་མ་རེད་དེ་རྒྱ་གར་ཡིག་སྐད་ལ་ཡོད་མ་རེད། ཀ། ཁ། ག། ད། ད་ག་ལ་ཧ་ཅིག་བཏགས་ཞེས་པའང། བཞི་པ་དེ། བཞི་པ་དེ་ག་ལ་ཧ་ཅིག་བཏགས་ཡོད་འདུག་གོ་ནི། ག་ཡིན་པ་གང་ཞིག་ལ་ཧ་སྒྲ་དང་བཅས་པ་ཅིག་མ་ཀློག་གོ་རུ་མ་འདུག་ཅིག། དང་པོ། གསུམ་པ་དང་བཞི་པ་གཉིས་སྒྲ་གདངས་གཅིག་པ་ཅིག་ཀློག་པས་ནི་ཁོ། ཡིག་གཟུགས་མི་འདྲ་བ་རེ་རྟོགས་དཀའ། ཡིག་གཟུགས་མི་འདྲ་བ་ཆ་ནས། སྒྲ་ཡི་ངོ་མདོག་སུ་མི་འདྲ་བ་བསྟན་དོན་ཡོད་དགོས་པ་རེད། བྱས་ཙང། ཀ་ཧ་སི་ཡ་ཅི་ཡོར་བ། སྒྲ་གདངས་ཅི། ཀ་ཧ་སི་ཡའི་སྒྲ་གདངས་དེ་བྲིས་ཡོད་འདུག་གོ་ནས། ཀ་ལ་ཧ་ཅི་བཏགས་རྗེས་མར་བྲིས་བྱས་པ་རེད། ཡིན་ནས་དེ་ཡི་གེ་གཙག་ཏུ་རྒྱ་ཞེས་པའི་ཡི་གེ་གཉིས་གཉིས་རེད་བས་སྲིད་ན་མ་རེད་ད་དེ་ཐུགས་ལ་ཉེ་བར་གནང་དགོས་རེད་ཞུ་ང་ཚོ་མ་སྔ་ལོག་གཏམ་ལ་མ་བྱེད་ཞུ་དངོས་གཞི་མ་རྫུན་འདི་ཁོ་ནས་ཨ་བོ་ད་དེ་ཡི་གེ་བརྩེགས་མ་གྱི་རེད་ཤག་བརྩག་ཏུ་རྒྱ་ཞིག་ཡི་གེ་གྱི་རེད་ཤག་དགོངས་ཡག་གི་ཉེན་ཁ་ཏན་ཏན་ཡོག་རེད་དེ་གསལ་བྱེད་ཡི་གེ་གསལ་བྱེད་ཡི་གེ་སྡེ་ཚན་གྱི་གསལ་བྱེད་ཡི་གེ་ནས་སྡེ་པ་བཟོ་བྱེད་ཡི་གེ་གྱི་བང་རིམ་བཞི་པ་དེ་འདྲ་འགའ་ཡ་སྒྲ་གདངས་འདི་མ་གཟུགས་བརྙན་ནང་སྤང་ཡོད་འདུག་ཁོ་ནས་འགའ་ལ་ཧ་ཞིག་བྲིས་བྱས་མདོག་སུ་བྱུང་བ་རེད། ད་ལྟའི་ཡི་གེ་ཉིས་བརྩེགས་ཡི་གེ་ཡི་གེ་གཉིས་མན་ཡི་གེ་གཅིག་རང་ཡིན་པ་ཅིག་ལས་ཐུགས་ལ་ངེས་པ་ན་ཨ་ཀ་ཁ་ག་གྷ་ང་ཟེ་བཅས་དེ་བྲིས་པ་བྱས། དག་ནང་བཞིན་བྱས། ད་དང་ད་དེ། དེ་རྩ་བརྟག་དང་ཚ་བརྟག་ཛར་བརྟག་ཛར་བརྟག་ཟེ་བྱས། བྲིས་བྱ་བ་རེད་ཙག་ཙག་ཙག་ཙིག་བྲིས་བྱ་བ་རེད་ང་ཡིག་ཚང་མ་ལོག་ལེ་ཡག་དང་ང་ཡིག་ནང་ལེ་ཡག་ཅིག་རྒྱུན་འབྱམས་པར་ཕྱིན་རྗེས་ཙག་ཙག་ཙག་ཙིག་བྲིས་པ་མ་གཏོགས་ཅག་ཅག་ཅག་ཙིག་བྲིས་པའི་གི་ལམ་ལུགས་སུ་ཁྱོན་ནས་མེད་པར་ཆགས་ཏེ་ནུབ་པའི་སོར་ཆགས་ཏེ་དང་དོན་གྱི་ད་ཙག་ཙག་ཙག་མ་རེད་ཅག་ཅག་ཅག་རེད་ཅག་ཅག་ཅག་ཙབ་ཏག་དང་ཚབ་ཏག་ཙབ་ཏག་ཟེར་ཡག་དེ་ཡོག་མ་རེད། ཡོད་མ་ཨ་ལས་དེ་མེད་པའི་གི། ལུག་ཁྱུ་དུ་མ་བཟོ་ངས་རིམ་པས་ག་ལེར་ཞུ་གི་ཡིན། བེ་རེ་དེ་ཨ་ལས་མ་ཅི་ཡོད་དུ་མེད་ཟེར་ཡ་དེ། ཐུགས་ལ་ཉེས་པ་ན་ཨ། ཅི། ཆི། འཇི། ཅི། ཆི་བྱས་ད་དེ་རྩ་བརྟག་དང་རྩ་བརྟག། མེད་པ་བྱས་རྒྱ་གར་དང་ཅི། ཆི།

བདག། ཟེར་བ། ན། ན་འཆི་དང་ལོག་ཅེས་བྲི་བས་ན་ནི་ན་ཅེས་བྲི་ཡང་སྡུག་སུ་བྲི་དང། ད་བློ་དོན། ཏྲ། ཁྲ། འདྲ། འདྲ། ན། ཏྲ། ཁྲ། འདྲ། འདྲ། ན། ཅེས་སྡུག་སུ་ལོག་ཡ་རེད། འོ་ཡ་འདི་ཅི། དེ་ནས་འདས་པ་ལྔ་བ། པ། ཕ། སི་ཡ་སྟེ། བུ་ཡིས་བློས་བཏང་སྟེ་གཅིག་པ་ཆེད་མཁས་མཁས་མི་འདུག་ཨང། ད། བ། སི་ཅེས་ཀྱང་ང་རང་ཚོའི་བུད་བས། སྒྲ་ཡང་མགོ་རུས་ཀྱི་ངག་ཀློག་བདེ་ཡག་ཞིག་འདུག་ཨང་འདི་བློ་ཡང་མ་རེད། ཨའུ། བ། བ། སི་ཡ་ཀྱིས་སྒྲ་བཏང་སྟེ། ངག་ཀློག་བར་བཏང། པ། ཕ། བ། བ། མ།

བརྩེགས་མའི་ཡི་གེ་མེད་པའི་ཆེད་རྩག་ཏུ་རྒྱ་ཆེ་བའི་ཡི་གེ་མེད་པའི་ཆེད་སྒྲ་གདངས་གཅིག་གི་ངོ་བོ་མཚོན་བྱེད་ཡིག་གཟུགས་འདི་མ་བྲིས་ཞེས་པ་ཆེས་ཐུགས་ལ་ངེས་པར་སྣང། དེ་ཡང་བཞུགས་སྒོ། ང་ཡི་ལོ་ཏོག་གཞུང་རྣམས་ངང་ཚུལ་དུ་བཀོད་ནས་ད་དེ་བརྩེགས་མའི་ཡི་གེ་རེ་ཞིག་བསམ་གྱིན་ཡག་ཆར་མ་བྱས་ལ་བྱེད་ཡག་གི་ཉེན་ཁ་ཏན་ཏན་ཡོད་རེད་དེ་ཡིན་གྱི་མི་ཞིག་ཐུགས་ལ་ངེས་ཀ་ཁ་ག་ང་དང་ཅག་ཅེ་ཅང་ཟེར་ཡག་ཁོ་རང་གི་ཡི་གེ་ངོ་བོ་དང་གཅིག་པ་གཅིག་ཀྱང་ཡི་གེ་གཅིག་རང་ཡིན་པ་ཞིག་ཐུགས་ལ་ངེས་པར་སྣང། ད་དེ་ནས་འདིའི་འོག་དེ་ལ་ཡང། སྡེ་པ་ལྔ་ཡི་འོག་ལ་ཡོད་སྡེ་པའི་ཡི་གེ་དེ་ལས་དང། མཐར་གནས་ཡི་གེ་ཡིས་ཀྱི་རོའང། སྡེ་པ་ལྔ་པོའི་མཐའ་ལ་གནས་སྡེ་པའི་ཡི་གེ་གསུམ་ཚ་མཐར་གནས་དང། དེ་ང་རང་ཚོ་ལོ་མ་རྒན་མི་འདུག་ཡ། ར། ལ། བ། ཤ། སི་ར་མ། ཤ། ད་དེ་ནས། ཤ་ཕྱིན་ཅི་ལོག་ཏུ་ཁྲིད་ཤ་ར་དང།

བཀའ་བསྟན་ནང་གི་ཡི་གེ་དེ་ལས་ཁ་ཟིན་ལབ་ཤེས་ན་ཨང་ཁྱེད་ཚང་རེད་བདེ་བོ་མི་ངན་རེད་ཅག་ཁ་ལ་ཡར་བྲིས་སྟངས་གཉིས་འདུག་ཟེར་ཡ་སོར་ཆེ་གི་རང་ཡིན་ནས་ད་རྒྱ་གར་ཡི་གེ་ནང་ལ་ཡ་ཤ་ཆེ་ཆུང་གཉིས་རེད་ཅིག་ཤེས་ཡ་དང་ཤ་ཆེ་ཆུང་གཉིས་རེད་ཅིག་ཤེས་ཡ་དང། ད་བྱེ་མ་ཅི་ཞིག་ངས་དེ་སྒྲ་གདངས་ཅིག་ཐོན་གི་མ་རེད། ཤ་ཅེས་ད་ཤ་ཤ་ཤ་ཟེར་ཡ་ཅིག་ད་ཅིག་སྒྲ་གདངས་བྱེ་མ་ཅི་ཞིག་ངའི་ངག་ནས་ཐོན་ཐུབ་གི་མི་འདུག་གང་ལྟར་ཤ་ཡི་སྒྲ་གདངས་དང་ཉེས་པའི་ཨ་ནི་སྒྲ་ཡི་ངོ་བོ་ཅི་རེད། དང་བ་རྒྱ་གར་ལྷོ་ཕྱོགས་ཁུལ་དེ་བའི་ཡི་གེ་ནི་མ། བསྟན་ཡོད་དུས་གོ་ནས་ཤ་ཆེ་ཆུང་གཉིས་ཡི་ཚད་ཅན་ཤ། ཤགས་སེ་ཡ་ཡན་ཁོ་གཅིག་ཤགས་ཀྱི་སྒྲ་གདངས་ཡིན་ནི་གེ་ཆེ་ལ་ཡ་གཞན་དག་ཅེས་ཏེ། སྒྲ། སྒྲ་གཞན་དག་ཡི་སྒྲའི་སྡེ་བའི་སོར་གྱིས་བསྟན་ཏེ་ལོག་འདུག། དེ་ཡིན་དུས་གོ་ནས་ཐུན་མིན་ཡི་གནས་ལས་དེ་ཚོ་དགོངས་པ་གཏིང་ཟབ་བཞེད་ཅེས་ཞིབ་འཇུག་མཐིལ་ཕྱིན་པ་རྣམས་ཀྱི། ཤ་ཡི་སྒྲ་གདངས་ལས་ངེས་པའི་ཆ་ནས་ནི་ཤ་ཡི་གཟུགས་བརྙན་དེ་ཤགས། ཤགས་སེ་ཡ་ཀྱི་སྒྲ་གདངས་དེ་རང་མ་གདགས། དེ་ལས་ཏོག་ཙེ་ཅན་མི་འདྲ་བ་གཅིག་ཡོད་རེད་ཟེར་ཡག་གི་མཚོན་དོན་དེ་ལ་ཤར་ཏུ་ཚོ་ཕྱི་ཐང་ལོགས་ཀྱི་བྲིས་ཤར་བ། ཕྱི་ཐང་ལོགས་ཀྱི་བྲིས་ཤར་བ་འདི་ཐོག་ཏུ་ཉེ་བ་ནས་ད་ང་རང་ཚོ་བོད་པས་ཅི། ལེ་བ་ནས་ཅི་ཁ་རང་ད་ཨ་ཡི་མེ་ཡི་རེད། རེད་དེ་ལས་ང་ཡིས་ལོག་ཐབས་བྱུང་དེ་ཚོས་ན་ཁ་སུ་ལོག་གོ་རེད་བྱས་རྗེས་གསུང་གི་འདུག་ད་དེ་མ་གཏོགས་ང་ཚོས་ལོག་ཐབས་གལ་ཡོད་མ་རེད་བ། ལོག་ཐུག་མེད་ཟེར་འདུག་དེ་ལས་ཁ་སུ་ལོག་ཞེས་གསུང་རྗེས་དགོས་པ་རྒྱུ་མཚན་ཐོག་ནས་ཅི་གསུང་ཡི་རེད། ཨོ་ནི། སྭ། ཧཱ། སྭ། ཧཱ། རེད་བ། ད་འདི་ལོག་མ་མཁྱེན་པ་ཁས་མི་ལྟུང་བ། ད་མཐར་ཚད་ཡི་གེ་འདི། ཀ་ལ་ཤ་ཆིན་གྱི་ལོག་ཏུ་བྲིས་བཞག་རོགས། ཀ་ཡི་བར་ལས་ཤ་ཆིན་གྱི་ལོག་ཏུ། ཤ་ལོག་ཅེས་བྲིས་ཡོད། ཤ་ལོག་པ་ཞེས་བྲིས་ཡོད་འདུག་གོ་ནི། ད། འདི་གཉིས་ཀྱི་སྒྲ་གདངས་ཀྱི་མཐུན་པ་ཞིག་སླེབས་དགོས་པ་རེད། ཡིག་གཟུགས་གཉིས་ཡོད་ཚད་འདུག་གོ་ནི། འདི་ལ་ཡང་སྒྲ་གདངས་གཉིས་མཐུན་དགོས་རོགས། ཁྱ། ཁྱ། ཁྱ། ཤཱཀྱ་རྗེས། དཔེར་ན་ང་ཡི་ལོ་སྡོམ་དང་ཅིག་སྟེ་བས་ན། ཀ་ཤ་ལོ། ཡི་གེ་ལས་ཡ། ཁ་ཡི་དང་འཁྱག་གི་སྒྲ་གདངས་དང་ཉེ་བ་ཞིག་ཀློག་གོ་རེ་ཞིག་གསུང་གི་འདུག་ཨང། ཁ་ཡི་དང་འཁྱག་ཟེར་དུས། ཁ་ཡི་དང་འཁྱག་དེ་ང་རང་ཚོ་དེ་སང་ལོ་དང་བྱས་པས་ན་ཁ་ཡི་དང་འཁྱག་རེད་མ། སྔོན་ནས་ཀྱང་ཁྱག། ཁ། ཡ། ཁོ་གཉིས་སྒྲ་གདངས།

དབྱངས་ཡིག་བཅུ་དྲུག་དང་གསལ་བྱེད་ཡི་གེ་སུམ་ཅུ་སོ་བཞི། མ་ཕྱི། སྒྲ་གདངས་དེ་མ་ཐོན་དང་གཅིག་མ་ངོ་སྤྲོད་ཞུས་པ་རེད། ཨ་ནི། སྡེ་པ་སོ་སོའི་ཡི་གེ་གང་རེད་སྡེ་པ། སྡེ་བའི་ཡི་གེ་ག་ཚོད་ཡོད་མེད་དང་དེ་ཚོ་མ་གཅིག་ངོ་སྤྲོད་ཞུས་པ་རེད། ད་ག་ནང་བཞིན་བྱས་ད་དེ། ཀ་ཏི་ཅཱ་ཏེ་སི་ཡ་ཡིན། ཙག་ཙག་ཙག་ཡི་གེ་དེ་ཚོ་རྒྱ་གར་ལས་བྱ་ཡི་གེ་ནང་ན་ཙག་ཙག་ཙག་ཡོག་མ་རེད་བྱ་བྱ་བྱ་ཡི་གེ་མ་འདུག་ཙག་ཙག་ཙག་ཡོག་མ་རེད་བྱ་དེ་རེད་ཞེས་དང་ནོར་བ། ནོར་བ་རྒྱུན་ཆང་ག་འདྲའི་ཟི་ཆིངས་ཡོད་མེད་དང། བྱ་དེ་ཡིན་པའི་ཁུངས་དང། ཨ་ནི། གསལ་བྱེད་གསལ་བྱེད་ཡི་གེ་དུ་མཚུངས། ཀ་ཀ་ཀ་སྟེ་ཅ་སྟེ་རྟ་སྟེ་ཀྲ་སྟེ་པ་སྟེ་དུག་ཅེས་བྱའི་གོ་རིམ་ངེས་ཅན་དུ་བྲིས་པའི་རྒྱུ་མཚན་དང་དེའི་བར་གྱི་མཐའ་ནས་ཡི་གེ་ཡ་ར་ལ་བ་ཤ་ཀྱ་ས་སི་ཡ་དུས་ཚོད་ཀྱི་གོ་རིམ་བསྒྲིགས་དེ་ཡར་གྱི་རྒྱུ་མཚན་དུས་ཚོད་མ་རིམ་པའི་བདུན་ཕྲག་རྗེས་མ་ཞུ་བ་ཡིན། འོ་ཡ་ཞོ་ད་ལྟ་རི་ད་ག་ཚམ་བཞག་རྗེས་ཚམ་བཞག་གི་འདུག།